དེ་ནས་ངས་གཏམ་བཤད་བརྗོད་གཞི་དེ་ལྟར་ཁ་སང་ང་ཚོ་བརྗོད་གཞི་མང་གནང་ཡོད་འདུག་བརྗོད་གཞི་གཅིག་བརྗོད་པ་ནང་གི་ཨ་ནེ་ཨ་མ་འཇུག་པའི་སེམས་ཅན་དྲུག་པ་ལས་ཁ་ཅིག་དེ་གཉིས་ཀྱིས་ནི་རྟག་མི་རྟག་བྱིས་པ་ནས་དེ་གའི་སྔ་ཕྱི་ལྷ་མི་ཚོ་འདི་གཉིས་ཀྱི་རྟོག་པ་ཟ་ཟེར་དེའི་བར་གྱི་ཚིག་གི་དེ་དེ་འདྲའི་ནང་བཞག་འདུག་དེ་ཆེད་དུ་ད་དེའི་ནང་ནས་ཡང་བརྗོད་གཞི་དེ་མ་ཞུ་དངུལ་གི་ཆ་ནས་བཤད་ན་ཞུ་དངུལ་བརྗེས་ལས་མ་མང་བ་བརྗེས་དང་ཨ་ནེ།

དེ་ནས་དེ་བཞིན་ཇི་སྟེ་གྲགས་པའི་ཕུང་པོ་དང་ཁང་དང་དེ་བཞིན་སྤྱིན་ཅི་གྲོགས་དེ་ནས་བདག་ཅི་ཉེ་བར་ལེན་པོ་ཉིད་དེ་འདོད་ཉེ་ལེན་ལས་ཡིན་འདི་ནི་ཟད་པོའང་ཡིན་ཟེར་ཡང་འདི་གི་རྩ་བ་དེ་ལ་གཞི་བཅིར་ནས་ནི་ངས་བདག། ཟེར་ཡང་དེ་གི་ཐ་སྙད་ཀྱི་བགྲོ་གླེང་དེའི་ཟེར་སྒོ་ར་སྟེ་བརྗོད་གཞི་དེའི་ཐོག་ལ་སྐད་ཆ་བཤད་ཀྱི་ཡོད་བསམ་ཞོར་དེ་ཡང་དེའི་སྐོར་ལ་བྲིས་ཡོད་ཟེར་ཡང་དེ་འདྲ་བྱེད་དེ་སྤྱིར་བཏང་ད་འདི་རྩ་བ་དེ་རང་གི་ངོས་བྱས་ན། དེ་བཞིན་ཟེར་ཡང་དེ་སྒང་ནི་འདི་སྒང་ནི་ད། ཤིང་རྟ་གནམ་སྟོང་རུས་པ་དང་འདི་རིགས་བདག་མི་བསྟེན་ལ་འབད་པ་བྱས་ནི།

འོ་དེ་ལ་འགྱུར་གྱི་རེད་ཟེར་དེ་འགྲིག་མ་ཞུས་ར་ཆུ་ཟེར་དེ་ཆུ་གྱི་བདག་མེད་ཆུ་ཟེར་དེ་ཨ་ནི་ད་ག་ནང་བཞིན་གང་ཟག་ཟེར་དེ་གང་ཟག་བདག་མེད་ཟེར་འདི་ད་གང་ཟག་ཟེར་དེ་ཡང་ཁ་གོ་གོ་ད་ད་གང་ཟག་ཟེར་དེ་ག་འགྲིག་བྱེད་གོ་གོ་རེད་ཟེར་གང་ཟག་བདག་ལ་ད་ནི་གང་ཟག་གྱིས་པི། ཚིག་གི་དོན་ནི་སྔོན་གྱི་ལོ་པན་རྣམས་ཀྱིས་ལེགས་སྒྱུར་གྱིས་འདི།

ངོ་བོ་ཟད་དེར་བདག་འཛིན་བདག་འཛིན་གཉིས་ཤི་ན་ད་བདག་གཉིས་འཛིན་འཛིན་གྱི་བློ་དེ་ལེར་བའོ་དེ་གི་དེ་ན་ནི་ཁྱོད་ཀྱི་བདག་འཛིན་ནི་ང་དང་ངའི་ངའི་གང་རུང་ཁྱད་པར་དུ་མ་ཟད་པའི་ཡིད་ལ་མངོན་པ་ཞིང་པའི་བློ་ཆེ་གང་ཟག་གི་བདག་འཛིན་དེ་ང་དང་ངའི་གང་རུང་གི་ཁྱད་པར་ཟད་པའི་ཡིད་ལ་མངོན་པ་ཞིང་པའི་བློ་ཆེ་དེ་ལྟར་ངས་འདི་འདི་ཞེས་ནི་མ་རྩ་བོ་ཞེས་གར་ཟིན་མཚན་གཞི་འདྲ་བོ་མ་དྲངས་བྱ་བ་རེད་དེའི་ཁུངས་དེ་མའོ་ནི་ད་ལྟ་ཀུན་གཞི་ཀུན་རང་བི་ལོང་གི་གྲོང་བཞག་དུ་བ་འདི་ལ་ཕུང་པོ་ལ། ཕུང་པོ་ལ་བརྟེན་ནས་ངར་འཛིན་པ་འགྱིང་སོགས་ལ་ལྟ་བ་ཡིན་པར་མ་ཟད་ངེས་བཟུང་ཕོ་ངོ་སྙམ་པ་ལྟ་བུའི་ངའི་ཁྱད་པར་དུ་བྱས་ནས་ཕུང་པོ་འཛིན་པའང་འགྱིང་སོགས་ལ་ལྟ་བ་ཡིན་པར་གསུངས་སོ་དེ་ཉིད་ཆོས་ཀྱི་བདག་མེད། ཆོས་ཀྱི་བདག་འཛིན་མ་ཡིན་ནམ་སྙམ་ན་ངའི་ཁྱད་པར་དུ་མ་ཟད་པའི་སྐྱེ་ཕུང་པོ་ཙམ་དུ་འཛིན་པ་ཆོས་ཀྱི་བདག་འཛིན་པའི་འཇོག་པ་ལ་བྱེད་པ་བཞིན་དུ་ཆེ་ཟེར་ཡང་འདི་ཀུན་ནི་ང་དང་ང་ཡིས་འཛིན་པའི་འཛིན་ནས་གཞན་ལུགས་ཐམས་ཅད་ད་ཆོས་ཀྱི་བདག་འཛིན་ཡིན་ག་རེ་ས་གང་ཟག་དང་ཚེ་ཡིན་གོ་རེ་ཟེར་ཏེ་འདི་འདྲི་ཞེས་དྲི་བའི་རེ་ཟེར་ད་ལྟའི་ཡང་དེ་ནས་ཀྱེ་ཀུན་བྱེད་ཀོ་རང་པའི་དགོངས་པ་རང་མ་ཡིན་པ་ཅེས་ཨ་མ་འཇུག་པ་རང་གི་ནང་ནས་ལས་མ་ཁང་བསྐྱོར་གནས་མ་སོང་ཡོད་ར་དེ་བྱས་ཏེ་ཨ་མ་འཇུག་པ་རང་འདྲེ་ལས་ཁར་སོན་དེ་ལ་འཇིག་ཚོགས་ལ་ལྟ་བ་ནི་ང་དང་ངའི་སྙམ་པ་ལྟ་བུའི་རྣམ་པར་ཞུགས་པ་ཤེས་རིམ་ཉོན་མོངས་པ་ཅན་ནོ་ཟེར་འདི་ག

དེ་གསུངས་འདུག་དེ་ནས་དེ་གའི་ཨ་ནི་ཆུ་ལ་བདག་གཞི་ཆུ་གི་ཐོག་ལ་བཏགས་པའི་བདག་ཆུ་གྱི་བདག་མེད་ཟེར་གོ་ར་ཨོ་དེའི་བདག་དེ་ད་དེ་དག་ལོག་རྟོག་མཚན་མར་ཚ་གྱི་ནས་ཟེར་ནས་ལྟ་མི་མཐོང་པ་ཡིན་ཏེ་དེ་མེད་དོ་ཟེར་འདི་གི་ཨ་ནི་བདག་ཟེར་ཏེ་ད་དེ་གི་བདག་གཞི་ཆུ་གི་ཐོག་ལ་ལོག་རྟོག་མཚན་མ་འདྲ་སྐྱེས་པའི་སྒོ་ནས་ལྟ་བ་མི་མཐོང་པའི་དེ་འདྲི་གི་འཛིན་པ་བཟུང་བ་དེ་ད་ཆུ་གྱི་བདག་རེད་ཟེར་དེ་གི་ངོས་འཛིན་བྱེད་ཡ་དེ་དེ་འདྲི་གསུངས་འདུག་དེ་ཅིའི་ཕྱིར་ཞེ་ན་ཟེར་ད་དེ་དེ་འདྲ་ཞེས་ནས་བྱས་ནས་ད་འདི་ཅིའི་ཕྱིར་ཞེས་པ་ནས་ཟེར་ནས་མ་འོག་འདི་བ་ད་ག་རེ་ཟེར་ན་འདི་གི་བདག་མེད་སྒྲུབ་ཚུལ་གྱི་རིགས་པ་དེ་ཡིན་ཏོ། ཅིའི་ཕྱིར་ཞེ་ན་སུ་ན་ཁྱོད་འདི་ལ་སྔོན་དུ་སྤངས་ནས་སྟོང་ཉིད་མི་ཟ་ཅིང་ཟེར་ད་འདི་ནི་མ་མེད་ཀྱི་འོག་བ་དེ་མཐའ་གཉིས་མེད་དབུས་ཀྱང་མེད་པ་ཡིན་ཟེར་འདི་བ་ད་ལ་ད་རེ་རེ་ཞིག་ཀློག་མི་དགོས་ཕྱིར་རོ་འོ་འདི་བ་ད་ནི་ད་དེ་འདི་དེ་ཡིན་ཏོ།

ཁག་པོ་རེད་དེ་འདྲ་བྱས་དུས་ངས་བསམ་ཤོག་རང་གི་ཆེད་ཁོ་ནས་དྲི་བ་གང་ལེགས་པ་དེ་ལ་སོ་སོས་གང་ཤེས་ཤེས་གི་ཤེས་ན་ལན་རྒྱག་གི་ཡིན་ཟེར་ཡ་དེ་འདྲ་བྱེད་ཆེད་དེ་མ་ཡིན་པའི་ཁྱབ་བྱ་གཞན་པ་ཡིན་ན་ཨ་ནི་སོ་སོས་ད་ལན་རྒྱག་ཡ་ཁག་པོ་བྱེད་གི་རེད་ཟེར་ཡ་དེ་འདྲ་བྱེད་གི་ཡིན་དེ་ཚང་ནས་ད་སོ་སོས་གི་ཅིག་བཤད་མཚམས་བཅད་དགོས་ར་འདི་གང་ལ་ལན་རྒྱག་ཡ་ན་ངས་ད་ལྟ་བར་འདི་དེ་དེ་རེད་རྣམ་པ་སུས་ག་ཚད་དོགས་འདྲིར་ཡོད་ན་འདི་གང་ལ་ལན་ཡོད་ན་དེ་ཅིག་རྣམ་པ་སུ་ལ་ཡང་ཁ་ཆད་ཐུག་མཁན་ཚུར་འགྲོ་ཁག་པོ་རེད་དེ་མ་གཏོགས་ཡང་དེ་མ་ཡིན་པའི་ངོ་ནས་ཅིག་ལབ་འདྲི་ན་ཡང་དོགས

ཡོངས་རྫོགས་ལ། བདག་མདའ་ཅོ་པན་ལ་དྲི་བ་ཞུས་ཆོག་པ་ཅིག། བདག་མདའ་ཅོ་པན་ལགས་ཀྱི་བདག་མདའ་རྩོམ་ཤོག་དེའི་ནང་ལ་ཤོག་གྲངས་བརྒྱ་དང་ལྔ་བཅུ་ང་གཉིས་ཀྱི་ཐོག་ལ། ས་སྐྱ་པ་འཁྲིད་དེ་ཁྱི་བ་འཇིགས་པའི་མགུ། དེ་དྲངས་ནས། མི་རྟག་བཤད་ལ་རྟོག་གེའི་ང། རིག་བྱེད་སྤྲང་ཆེན་དབུ་དཀྲུགས་པ། གསལ་ཤོས་ཚུ་རོལ་མཛེས་པའོ། སྔ་མ་གསུམ་ནི་རིག་བྱེད་མཛེས། ཕྱི་མ་གཉིས་ནི་རིག་བྱེད་འདོར། བདག་ཡུལ་བར་ལ་ཐམས་ཅད་མཐོན། ལྟ་བུའི་ཁྱད་པར་གཞན་མི་འདྲ་ཟེར་ནས། གང་ཅིའི་རྟོག་གེ་དེའི་སྔགས་དགའ། བདག་ཡོད་པ་ལ། བདག་འདོད་པ་ལ་མཐུན་གྱི་རེད་ཟེར་དེ་འདྲའི་གསུང་གནང་འདུག་ད་དེའི་ནང་ན་ཤོ་རོའི་མཛེས་པ་བ་ཟེར་བ་དེ། རྒྱང་འཕེན་པ་ལ་འདོད་ཀྱི་ཡོད་རེད་ཡོད་མ་རེད་ཟེར་དེ་རྒྱང་འཕེན་པ་ལ་འདོད་ཀྱི་ཡོད་ན། དེའི་གི་བདག་འདོད་སྟངས་དེ་ག་འདྲའི་ཡིན་མིན་དེ་གསལ་བོ་ཅིག། སོང་ཤག་ན་ཡག་པོ་འདུག། དེ་ནས་སྤྱི་བཏང་གི་བརྡ་འདྲ་དེ། ཅོ་པན་ལགས་བདག་ཟེར་བ་དེ་རང་འདིས་གི་ཐོག་ནས་ངེས་འཛིན་གྱིས་ཡོང་དེ་གང་ལ། བཞི་བརྒྱ་པའི་བརྡ་འདྲེ། དེ་ལ་བདག་ཅེས་བྱ་བ་ནི། གང་ཞིག་གཞན་ལ་རག་མ་ལས་པའི་ངོ་བོ་རང་བཞིན་ཏེ་ཟེར་བ་དེ་དྲངས་ནས་དབུ་མ་མཐའ་འཁྱེར་བའི་ལུགས་འདི་ལ་ཨ་ནི་བདག་གི་ངོ་བོ་དེ་གང་ཞིག་གཞན་ལ་རག་མ་ལས་པའི་ངོ་བོ་རང་བཞིན་གཅིག་ལ་འདོད་དགོས་བོ་རེད་ཟེར་དེ་འདྲི་ཞིག་གསུངས་གནང་འདུག་བ་དེ་འདི་ཕལ་ཆེར་བདག་ཡིན་ན། དགག་གཞིའི་བདག་ཡིན་པས་ཆའོ་སི་ད་གེ་ལེགས་པའི་ཆེ་གེ་བྱས་ན། དེ་འབྲས་གཅིག་སངས་རྒྱས་ཡིན་པས་བཟོ་གྲུབ་ཅིག་འདུག་དེ་ཡིན་པ་ཡིན་ན། དེ་བཞིན་འཇིག་རྟེན་གྲགས་པའི་ཕུང་བོ་དང་སྲེད་པ་དང། དུས་གཟུགས་ཀྱི་བསྟན་པའི་གི་ཐ་སྙད་དུ་ཡོད་པའི་བདག་དང་ང་དང་གང་ཟག་གསུམ་དོན་གཅིག་སེལ་བ་གི་བདག་དེ་བ་དེ་མཐུན་འགྱུར་བའི་འདོད་གི་ཡོད་བ་མ་རེད་པས་ཐུགས་གཟུགས་ཐོག་ལ་ཤན་ལས་གསལ་བོ་ཅིག་གསུང་རོགས་བྱས་ཨོ་ཏོ་ཅི་འབོད་གི་ཞིག་ཡོད།
ད་ལྟ་འདིའི་སྒང་ལ། འདི་ངའི་ས་སྐྱ་དཔོན་རི་དེ་གི་ལོང་གྲོང་བཞག་པ་དེ་ད་ལྟ་གང་དུ་སྤྱི་སྡོམ་ཞུས་བ་ཡིན། གང་ཡིན་ཟེར་ན་ད་དེ་འདྲི་གཅིག་བདག་ཡོད་པ་འདོད་པ་བཟང་དེ་འདྲི་གི་གང་ལ་ཁོངས་སུ་བྱུང་བ་རེད་མ་གཏོགས་སྐྱེ་ཐང་ད་ལྟ་འདི། རྒྱང་འཕེན་པའི་སྐོར་ལ་ངས་ཁ་ཚ་ཚ་སྐྱེ་ཐང་འདི་འདི་ནང་གི་བཀའ་ཡིན། གྲུབ་མཐའ་གི་དེ་ནང་ལ་སུ་རུ།

ད་ནི་བཞིན་པ་སྟེ། གང་འདི་སང་སོང་དེ་ལྟ་ངས་ལྟོས། ད་ད་ད་ཟེར་བ་དེ། རང་སྟེང་ནང་པའི་དབང་དུ་བཏང་ན་ལ། ད་ད་པ་དེ་ད་ད་བ་གི་ཟླ་འདྲིའི་ཁོང་ལ་དྲངས་ནས། དེ་ལ་བདག་ཅེས་བྱ་བ་ནི་གང་ཞིག་གཞན་ལ་རག་མ་ལས་པའི་ངོ་བོ་རང་བཞིན་ཏེ་ཟེར་བ་དེ་ལ་བཞག་གི་རེད་ཟེར་དེ་འདྲའི་གསུང་དང་འདུ་བ་དེ་ཡིན་པ་ཡིན་ན། ལུགས་འདི་ལ་དཔལ་ལྡན་ཐམས་ཅད་པའི་ལུགས་ལ་བདག་ཡོད་ན་དགག་གཞིའི་བདག་ཡིན་པས་ཁྱབ་ཟེར་བའི་གཟུངས་སྒྲུབ་ཅིག་ཡོང་གི་འདུག་བ། དེ་ཡིན་པ་ཡིན་ན་བདག་དང་ང་དང་གང་ཟག་གསུམ་དོན་གཅིག་ཡིན་ཟེར་བ་གི་ཐ་སྙད་དུ་གྲུབ་པའི་བདག་དེ་འདུག་གི་བ་མ་རེད་པས་དེ་ག་རེ་ཡིན་ན། རེད།
ད་ལྟ་འདི་རེད། གཙོ་བོ་ཨ་མ་འགྱུར་བག་གི་རྒྱོབ་ཟ་ཁར་ཟ་ཁ། བ་དེ་འདའ་བར་གྲགས་པ་དགོངས་པ་གཙོ་བོ་ད་ལྟ་འདིའི་སྐབས་ནི་ག་རེ་ཤེས་འདོད་ཡོད་རེད་ཟེར་ན། བདག་མེད་གཉིས་དེ་ཤེས་འདོད་རེད་བདག་མེད་གཉིས་དེ་ཤེས་འདོད་རེད་ནི་འདིའི་སྐབས་སུ་ད་ལྟ་བདག་ཟེར་ཡ་དེ་ག་རེ་བདག་མེད་གཉིས་ཀྱིས་ཤེས་པའི་བདག་དེ་ག་རེ་རེད་ཟེར་ན་དེ་འདྲ་རེད་ཟེར་བདག་གི་ངོ་བོ་ཤེས་པ་རེད་མ་གཏོགས་སྤྱིར་སྤྱི་སྟངས་ཀྱི་ཐ་སྙད་དེ་ཡོད་པའི་བདག་དེ་དེ་དུས་ནམ་བཞག་བྱེད་ཀྱི་ཡོད་མ་རེད་དེ་ཡིན་དུས་ནི་ད་ལྟ་དེ་ཤེས་ས་དེ་བདག་མེད་གཉིས་ཤེས་པའི་སྐབས་ཀྱི་བདག་དེ་ལ་གོ་དགོས་རེད་ཟེར་དེ་ཤེས་ཡིན། འདི་ནི་འདི་ནི་དྲི་བ་འདི་ཞུས་ཆོག་པ་མཆིས། ད་ལྟ་རྩོམ་ཤོག་བརྒྱ་དང་ལྔ་བཅུ་ང་གསུམ་པ་དེ་གི་ངོ་ལ་འོན་ཀྱང་ཆོས་ཀྱི་གདངས་དམིགས་ཡུལ་དུ་བྱེད་པའི་སྒོ་ནས་སྦྱོང་བའི་ཆོས་ཀྱི་གདངས་ཚན་དེ། གདངས་ཚོན་ཀུན་བརྟགས་དང་ཆོས་ཙམ་ལ་དམིགས་ཡུལ་དུ་བྱེད་དང་ཆོས་ཙམ་དམིགས་ཡུལ་དུ་བྱེད་དེ། འཛིན་སྟངས་ཀྱི་བཟང་ཤ་ཆོས་ཀྱི་གདངས་ལ་བྱེད་པ་དེ། གདངས་ཚོན་ལྷན་སྐྱེས་སུ་འཇོག་སའི་དབང་དུ་ད་འདིའི་ག་ང་སུ་བལྟ་བསྡད་པ་ཡིན་ན་ང་རེད་ཅེས་བལྟ་བསྡད་པ་ཡིན་ན་འདི་གང་མ་འོག་མ་གཉིས་ཀ་སྐུ་དོན་གཅིག་པ་གཅིག་རྐྱང་ཡིན་པས་སུ་རེད་ཅེས་བ་དེ་གཉིས་ཀྱི་ཁྱད་པར་དུ་ག་འདྲས་བརྗོད་པ་རེད་ཟེར་ནས་དེ་བརྗོད་ཡ་གཅིག་བྱས། དེ་ནས་གཉིས་པ་དེ་ལ། ད་དེ་དང་འཆི་དང་འཇིག་པ་རེ་བྱ་རེ་བྱ་བྲི་བ་ངོ་བོ་འཇིག་པ་རེ་བྱ། ད་ལྟ་འོག་ནས་ལྔ་བཅུ་ང་གཉིས་ངོ་དེ་ལ་དེར་དེར་ཀུན་བརྟགས་ཀྱི་བདག་ཉིད་དང་ལྷན་སྐྱེས་ཀྱི་བདག་ཟེར་བ་དེ་ལྷན་སྐྱེས་ཀྱི་བདག་དང་འཆི་བདག་ང་ཙམ་ཡོད་ཙམ་དེ་རེ་བྱ། གསར་བ་ནམ་རྒྱུན་གྱི་བདག་དེ་ཀུན་བརྟགས་ཀྱི་བདག་ཉིད་འདིས་མ་ཉམས་དུས་སོང་དང་ལྟ་འདོད་པ་ཡིན་ན་ཆོས་ཀྱི་བདག་འཛིན་དང་གང་ཟག་གི་བདག་འཛིན་ཟེར་གི་ད་ལྟ་ང་སུ་དགའ་བཞིའི་བདག་འཛིན་དེ་གཉིས་ཀ་ལ་ཀུན་བརྟགས་མ་གཏོགས་ལྷན་སྐྱེས་མེད་པས་སུ་རེ་བྱེད་དུས་དེ་རེ་བས་ཟིན་ཏེ་ཅི་ཞུ་ཡི།

གང་ཟག་བདག་འཛིན་ལྷན་སྐྱེས་ལ་དམིགས་ཡུལ་གང་ཟག་ཀུན་རྫོབ་ཡང་དག་ཀུན་རྫོབ་རེད། བར་ན་ང་ཚོས་གང་ཟག་གི་བདག་འཛིན་ཟེར་གྱི་གི་ལ། དམིགས་པ་གང་ཟག་ལ་དམིགས་ནས་དེས་རང་ཉིད་ནི་སྤྲུལ་པ་དེ་གང་ཟག་གི་བདག་དེར་བ། དམིགས་པ་གང་ཟག་ལ་དམིགས་ནས་རང་ཉིད་ནི་སྤྲུལ་པ་འཛིན་པ་ཟེར་དེ་ང་ཚོ་དགེ་ལུགས་པའི་གནས་ནས་གོ་བ་ལེན་སྟངས་དང་ཕལ་ཆེར་ང་ཡིན་ན་དེ་གོ་བ་གཅིག་པ་རེད་འོ་ཅི་རག་གི་འདུག་རེད་བ། བར་ན་ང་ཚོས་གང་ཟག་གི་བདག་མེད་ཕྱིའི་བདག་མེད་ཞེས་པའི་དགག་བྱའི་བདག་དེ།

ཆོས་ཐམས་ཅད་བདག་མེད་པ་སའི་བདག་གི་ངོ་ངོས་བཟུང་དུ་ཨ། ཆོས་ཐམས་ཅད་བདག་མེད་དུ་བདག་བདག་མེད་དུ་སའི་བདག་གི་ངོ་བཟུང་ལུས་ཚང་ལ་ཨ་ནི་དཔལ་ལྡན་ཟླ་བ་གྲགས་པའི་གཞུང། ཞི་རྒྱ་བའི་གཞུང་འདི་འདི་མདོ་བསྟན་སྤྱི་ལོ་བརྒྱད་ཆའི་གོ་སོ་འདི་གཅིག་དྲངས་ཡོང་དུས་ཚང་ལ་ད་གཞུང་འདི་དགོངས་པ་གླེང་ཡོང་དུས་ཚང་ལ་ག་འདྲའི་གནས་འགུག་ཡོད་རེད་གསུང་ཡོང་དུས་ཚང་ལ་དཔེར་ན་ང་ཚོ་འདི་འདྲ་འགུག་བར་རུང་ཨ། བདག་མེད་ཟས་ཀྱི་བདག་གི་ངོས་སུ་འདུས་ཙང་ལ་དངོས་པོ་རྣམས་ཀྱི་ཕྱི་དང་ནང་གི་དངོས་པོ་ག་འདྲ་ཅིག་ཡིན་པ་ཡིན་ན་ནི་ག་རེ། གཞན་ལ་རག་མ་ལས་པའི་ངོ་བོ་གཅིག་ལ་བདག་ངོས་བཟུང། དེ་འདི་བདག་ངོས་བཟུང་ནས་གང་ཟག་དང་ཆོས་ཀྱི་དོན་དུ་བཀའ་འོག་འདུས་ཙང་ལ། སྐྱེ་སོགས་ཆོས་ག་འདྲ་ཅིག་ཡིན་པ་ཡིན་ན་ནི། ཁོའི་ངོ་བོ་ཁྱད་པར་འཇགས་སྒོ་དང་ཁྱད་པར་རུང་བ་གཞན་ལ་རག་མ་ལས་པའི་ངོ་བོ་དེ་བཀག་ནས་ཆོས་ཀྱི་བདག་མེད་དང་གང་ཟག་བདག་མེད་གཉིས་གཏན་ལ་འབེབས་ཀྱི་ཡོད་པས་སོ། བསྐྱེད་རྫོགས་ཁོ་རང་ཀུན་སྦྱོར་རྒྱག་གོ་བ་མ་རྟག་རྩ་བྲལ་འགྲུབ་བོ་བ་མ་རེད། རང་ཁྱད་པར་འཇགས་སྒོ་ངེས་པར་དུ་ཁྱད་པར་འཇགས་སྒོ་རེད། བདག་མེད་གཏན་ལ་འཕོ་འོང་དུས་ཙམ་ལ་དངོས་པོ་ནང་གི་གཞན་ལ་རག་མ་ལས་པའི་རང་གི་ངོ་བོའི་རང་བཞིན་དེ་གསུངས་དང་གྱེན་འཕོ་གི་འདི་བཀག་པ་འདི་བཀག་འོ་རེད། འདི་རེད་བ། འདི་བཀག་པ་རེད་མ་འདོག་གཞུང་འདི་གིས་སྐྱེ་བ་ལ་སོགས་པ་བཀག་དགོས་ཀྱི་མི་འདུག་ཨ། ཡིན་ཙང་ངེས་པར་དུ་སྐྱེ་བ་ལ་སོགས་བཀག་འོང་དུས་ཙམ་ལ་ཁྱད་པར་ངེས་པར་དུ་བྱ་ནས་བཀག་དགོས་ཡ་ཅེས་གཞུང་འདི་གིས་གཏན་འཁེལ་ཡོད་པའི་སོར་ཞིག་འདུག། རེད་ད་ལྟ་ཨ་མ་བཞི་བརྒྱ་པའི་འབྲེལ་བ་དེ་ལོངས་ཏེ། བཞི་བརྒྱ་པའི་འབྲེལ་བ་དེ་དང་དེ་བགྲང་དུ་འང། བཞི་བརྒྱ་པའི་འབྲེལ་བ་ལས་འདའ་བར་བཀྲལ་པས་དབུ་མ་བཞི་བརྒྱ་པའི་འབྲེལ་པ་ལས་འདས་ལ། བདག་ཅེས་བྱ་བ་ནི་གང་ཞེས། སྔོན་པོ་རྣམས་ཀྱིས་སང་ཕྱི་ན་སྔོན་པོ་ག་འདྲས་ཅིག་ནས་ཟེར་བར་གདའ། སྐྱེ་བ་འགག་པ་ཡོད་རུང་དེ་འདྲའི་རྟེན་འབྲེལ་གྱི་སྔོན་པོ་ག་འདྲས་ཅིག་ཡིན་པ་ཡིན་ན་ཟེར། ཁོག་སྟེང་དུ་བདག་མེད་གཏན་ལ་འཕོ་ཡོང་དུས་ཙམ་ལ། གཞན་ལ་རག་མ་ལས་པའི་ངོ་བོའི་རང་བཞིན་འདི་བཀག་འོ་རེད། སྔོན་པོ་གང་རང་རྒྱུ་དང་རྐྱེན་ལ་རག་ལས་པ་རུང། རང་རྒྱུ་རྐྱེན་ལ་མ་ལྟོས་པའི་དེ་བཀག་དགོས་དུས་ཙམ་ལ་ངེས་པར་དུ་བདག་མེད་གཏན་ལ་འཕོ་ཡོང་དུས་ཙམ་ལ།

ད་ཚོགས་ཀྱི་བར་དུ་ལོ་ཡིན།
དྲི་བ་ཞིག་ཞུ་ཆོག་ཅེས་ཨ་ནི་གཙོ་སྐྱོང་མཆོག་མ་མ་ཅིག་ཟིག་ར་ན། ཨ་ནི་ད་ལྟ་འདི་བདག་ཞིག་ཡོང་དུས་ཙམ་པ་ལ་ཨ་ནི་བདག་ལ་དཔོན་གྱི་བདག་དང་ཨ་ནི་གང་ཟག་གི་བདག་ལ་ནང་ང་ཚོས་དེ་འདྲས་ཤིག་ཡོད་དེ་ནང་བཞིན་དུ་ད་ལྟ་འདི་དཔོན་གང་ཟག་གི་བདག་འགྲོ་ཞིག་བསམ་བློ་བཏང་པ་ཡིན་ན་ང་ཚོས་བོང་བུ་རང་ལ་དམིགས་ནས་ངའི་ལ་ཡིག་འཛིན་པ་དེ་འདྲས་ཞིག་ལ་བསམ་བློ་བཏང་དགོས་ཀྱི་ཡོད་རེད་བས་ཡང་ན། ཨ་ནི་ཡི་བོང་བུ་དང་གི་ལག་པ་ལག་པའི་དང་གི་སེན་མོ་སེན་མོ་དང་གི་དིར་ལ་སོགས་པའི་གི། པོན་ཅན། དེ་འབྲས་ཀྱི་ཕྲ་ཞིང་ཕྲ་བ་དང་དེ་ནང་བཞིན་དུ་ཕྱིའི་གི་སྣང་བ་ལ་སྦྱར་ནས། བསྐལ་བ་པུན་པ་ལ་སོགས་པའི་དང་ལ། ཨ་ནི་ཡི་གང་ཟག་གི་བདག་ལ་ཡི་དེ་འཛིན་ཡ་དེ་འདྲས་ཡོད་རེ་བས་སྤྲོ་བ་གཅིག་དང་ཨ་ནི་ད་ལྟ་པོན་ཅི་བདག། སྤྲོ་བ་གཅིག་ཡིན་ན་སྤྲོ་བ་གཅིག་རང། ཨ་ཅི་སོ་སོ་ཀ་མ་འགྲོ། ལ་སོགས་ལ་སོགས་སྤྲོ་བ་གཅིག་གི་སྔ་མ་དེ་ལ་ཡང་སྤྱིར་བདག་རང། ཨ་ནི་ད་སྔ་མ་སྔ་མ་དེ་ད་དང་རྫོགས་པ་མ་ལ་སྔ་མ་རང་རེད། དུས་ཀྱི་དཔོན་གྱི་བདག་དེ་ངོས་བཟུང་དུ་བརྩམས་པ་ལ། ཝཱ་མ་ཡི་ལུགས་ལ་ད་ལྟ་རང་བཞིན་གྱིས་སྤྲུལ་པ་ལ་ནི་དེ་འབྲུག་གི་སྤྲུལ་པ་དེ་དཔེ་ཆ་བཞིན་ན་ག་བ་གི་གདོང་མ་འདེགས་པ་དང་མི་ཡི་ཚ་ཞིང་གཤེགས་པ་དང། སྨིན་ཟ་ན་ནད་དྲག་པ་དང་སྟིག་ཟ་ན་མི་ཤི་འགྲོ་བ་ལ་སོགས་པའི་ནུས་པའི་ཆ་ཞིག་ཡོད་པ་དེ་ནི་ཁོ་རང་གི་ཏང་གི་རང་བཞིན་གྱི་སྤྲུལ་པ་དེ་ལ་ངོས་འཛིན་གྱི་རེད་བས་དེ་འཛིན་ན་དེ་ལ་དཔོན་གྱི་བདག་ལ་ནི་སྐད་ཆ་བཤད་གི་རེད་བས་དེ་བཤད་ཡིན་ན། དེ་འབྲུག་གི་བདག་དེས་ཝཱ་མི་གི་ལྟ་གྲུབ་ཀྱི་བརྟག་བཤད་བཏང་བའི་སྐབས་དེ་ལ་འགག་དགོས་རེད་དགོས་མ་རེད།

དཔོན་ཆེན་བསེ་དང་གངས་ཀྱི་སྟངས་ལ་མེ་ཡ་གཅིག་སྨན་གཅིག་པུ་གི་སྟངས་ལ་ཡོད་ཡིན་ན་དེ་འདྲི་གི་ཡོད་པིག་ནུས་པ་དེ་རང་བཞིན་གྱི་གྲུབ་པ་ལ་ཡིན་དེ་རེད་མ་རེད། མ་རེད།
དེ་མ་རེད་ལབ་རོགས་ཨ་རེད་རང་བཞིན་གྱི་གྲུབ་པ་མ་ཡིན་དུས་དེའི་སྟངས་ལ་དཔོན་ཆེ་བདག་ལ་ཡིན་དེ་མིག་སར་གི་ཨ་ནི་དབུ་མའི་གི་ལིག་ལ་སྦྱར་ནི་ཨ་ནི་བདེན་པ་གྲུབ་པའི་གི་བདག་ལ་ཡིན་ཞིག་དང་རང་བཞིན་གྱི་གྲུབ་པའི་བདག་ལ་ཡིན་སོ་སོ་ག་རེ་བྱས་ནས་འཇོག་གི་རེད།

ནི་རྟགས་ཀྱི་དགག་བྱར་བདག་གཉིས་ཏེ་གསུངས་ནས་རང་སྡེ་ནི་མ་པའི་སྡེ་པ་དང་མ་འགྱུར་བའི་སྡེ་པ་ཁ་ཅིག་མ་གཏོགས་རང་གི་སྡེ་པ་གང་གི་ཡང་གཞུང་ལས་དེ་ལྟར་མ་བྱུང་བ་ཡིན་ཞིང། ཕལ་ཆེར་ངའི་གོང་ལས་ལྟ་བྱེད་པ་ཡིན་ན་ནི། ཨོ་ལ་སི། ང་གིས་དྲི་བ་ཅིག་ཞུ་ཆོག་པ་ཅི། དྲི་བ་དེ་གང་ཡིན་ཞེ་ན།

བཀའ་སྩལ་པ། ད་ང་འདིར་གྲོགས་ཀྱི་ཤུགས་བསྐྱོད་བྱས། ཨ་ནེ། རྒན་ལ་གྲོགས་ཕུལ་ཡས་དེའི་ཤོ་གྲངས་དེ་བརྒྱ་དང་ལྔ་བཅུ་ང་གསུམ་ག་ཐུག་དེ་ལ་རེད་ལ། ད་ལྟ་བརྒྱ་དང་ལྔ་བཅུ་ང་གསུམ་ག་ཐུག་དེ་ལ་རྒན་གྱིས་བདག་དེ་ལ་གསུང་རབ་ཀྱི་ཤེས་ནས་ཐ་སྙད་དུ། ཐ་སྙད་པའི་བདག། གང་ཟག་གི་བདག་ཆོས་ཀྱི་བདག་ཟེར་ཡས་དེ་གསུངས་གནང་འདུག་གསུངས་པ་དེ་ཨ་ནེ་ཆོས་ཀྱི་བདག་ཟེར་ཡས་དེའི་ངོས་གསུང་འོང་དུས། ད། ཆོས་ཟེར་ཡས་དེ་ག་འདྲས་ཀྱི་ལ་ངོས་གཟུང་དེའི་ཆོས་ཀྱི་བདག་མེད་ཟེར་ཡས་གཏན་ལ་འབེབས་ས་ཀྱི། ཆོས་དེ། ཡང་ན་ཆོས་ཀྱི་བདག་ཟེར་ཆོས་དེ་ག་འདྲའི་ཆེད་ལ་བཞག་གི་འདུག་ཟེར་ན། ཨ་ནི་ད་ལྟ་མདོ་ཏིང་ངེ་འཛིན་རྒྱལ་པོ་གྱི་ཨ་ནི་ཁུངས་དྲངས་ནས། ཆོས་རྣམས་ཐམས་ཅད་དེ་བཞིན་གཤེགས་པ་གྱིས་ཞེས་ཡང་དང་ཡང་དུ་གསུངས་པ་ལྟར་ཤེས་བྱ་ཐམས་ཅད་ལ་འཇུག་པའི་ཨང་དུ་བྱས་པ་ཡིན་ཟེར་ནས་དུ་གསུངས་འདུག་ལ། ད་ཆོས་ཀྱི་བདག། བཀག་ས་གི་ཆོས་ཀྱི་བདག་མེད་གཏན་ལ་འབེབས་ས་གི། ད་ཆོས་དེ། ཤེས་བྱ་ཐམས་ཅད་ཀྱི་སྟེང་དུ་བདག་མེད་པ་དེ་ལ་ཆོས་ཀྱི་བདག་མེད་ཟེར་དགོས་ཡོད་རེད་ལ།

ཡུལ་ཆེན་བདག་འཛིན་ལྷན་སྐྱེས་དེ་ཡང་ཡང་དག་ཀུན་རྫོབ་ཏུ་ཁས་ལེན་དགོས་པའི་ཕྱིར་དང་དུ་གསུངས་ཏོ། འདུ་བྱ་དུས་བརྩམས་པ་ལ། ལྟ་ངན་གྱི་དོགས་པ་དེར་དང་གན་གྱི་གང་ཟག་གི་བདག་འཛིན་གྱི་དམིགས་ཡུལ་དུ་འཛིན་ས་ཀྱི་ཡུལ་དེ་ལ་གང་ཟག་བཞག་གི་ཡོད་པ་ཅི། གང་ཟག་དེ་ཡང་དག་ཀུན་རྫོབ་ཡིན་པའི་རྒྱུ་མཚན་གྱིས་དེ་འཛིན་པའི་འཛིན་པ་དེ་ཡང་ལོག་པའི་ཀུན་རྫོབ་གང་ཟག་ཡང་དག་ཀུན་རྫོབ་བཞག་དགོས་རེད་འདི་གསུངས་ཏོ། ཡང་གང་ནས་མང། བཞི་བརྒྱ་པའི་ལུང་དེ་དྲངས་ཡོང་དུས་བརྩམས་པ་ལ། གང་ཟག་རང་བཞིན་གྱིས་གྲུབ་པ་དེ་གང་ཟག་ངོ་བོ་ཉིད་ཀྱིས་གྲུབ་པའི་ཁྱད་པར་དུ་སྦྱར་ནས་རོ། གཞན་ལ་རག་མ་ལས་པའི་ངོ་བོ་དེ་གང་ཟག་གི་བདག་ཡིན་ལ་ནི་གསུངས་ཀྱི་ཏོ། ད་རྒན་གྱི་མཐར་ཐུག་ངེད་ཀྱི་དྲི་བ་འདིར་ལན་ག་རེ་བསྐྱོན་རོགས་ཞེས་ཟེར་ན། གང་ཟག་གི་བདག་འཛིན་འདི་ཀྱི་དམིགས་པས་གང་ཟག་གི་བདག་ཟེར་དེ་གང་ཟག་ཁོ་རང་ཞེས་ཀྱི་རེད། གཞན་ལ་རག་མ་ལས་པའི་ངོ་བོ་ལ་ནི་ཁྱད་པར་བྱང་ཕྱོགས་ཀྱི་གང་ཟག་དེ་རེད། དེ་ལྟར་དེ་གང་ཟག་བསམ་སྟེ། བདག་གཞན་གང་ཟག་དེ་ལ་ཞེས་ཀྱི་རེད། འདི་ངོ་ཁྱད་པར་བྱ་བསམ་བ་དེ་ཆོས་དེ་གང་ཟག་བདག་ཟེར་དེའི་བདག་དེ་ཡོད་མ་རེད་གང་ལ། ད་ལྟ་ཤོད་གྲང་ངམ་སྟེ་ང་གཉིས་ངོ་ལ་དེ་དང་འདམ་ས་ར་ཡིག་ཁྱི་གོ་རམ་པི་ལོང་གྲོང་རྒྱ་དོག་ངས་ཆོས་ད་གང་ཟག་ཚིག་ཚིག་ལ་རྒྱལ་བུའི་བདག་དང་ཆོས་ཐམས་ཅད་བདག་མེད་ཅེས་པ་བདག་གི།

ལས་བདག་བདག་མ་མཐར་འགྱུར་སྦས་ལུགས་ལ། གང་ཟག་གི་བདག་མེད་དང་དོན་གྱི་བདག་མེད་གཉིས་བྱེད་དགོས། ཡང། གང་རག་མ་མཐར་འགྱུར་པ་ཁོ་རང་གི་ལུགས་ལ། གང་ཟག་གི་བདག་ལ་ཡང་མཐར་འགྱུར་བའི་ལུགས་རང་གི་ཐུན་མོང་མ་ཡིན་པའི་གང་ཟག་གི་བདག་གཅིག་བདག་མེད་གཅིག་བྱེད་ཀྱི་ཡོད་རེད་མེད་རེད། དེ་རྟོགས་ན་རག་མ་པའི་ལྟ་བ་རྟོགས་པ་དང་དུ་འགྲིག། ཡང་གང་ཟག་གི་བདག་མེད་ཐུན་མོང་མ་ཡིན་པ་གཅིག་བྱེད་ཀྱི་ཡོད་རེད་མེད་རེད།

ཁྱོད། དེ་ལ་བདག། དངོས་པོ་རྣམས་གཞན་ལ་རག་མ་ལས་པའི་ངོ་བོའི་རང་བཞིན་དེ་ལ། ངོ་བོའི་རང་བཞིན་དེ་ལ། བདག་ཞེས་པའི་ཐ་སྙད་དེ། ཁོ་ལ་བདག་ཟེར་ཇི་ལྟར་བདག་ཟེར་དེ་ཇི་ལྟར་ང་ཅོ་ན་ཅོ་པུར་ཁ་ལ་པུར་ཁ་ཞེས་ལབ་གོ་དོ་ནུས་ལྡན་རོ། དེ་ལ་བདག་ལབ་གོ་རོ། ད་ད་ལྟ་དེའི་དགག་བྱ་དེ་ལ། བདག་ཟེར་བའི་གོ་བ་དེ་ཇི་ལྟར་ཐ་སྙད་དེ་ག་འདྲ་སེ་ཅེ་ན་ལེགས་གོ་བ་རེད་ཟེར་བྱས་ཅི་དང། ཨ་ནི་གྲུ་ཐག་འོག་མ་དེ་ཚོད་ཀྱིས། ཕུང་སུག་གི་ཆོས་དེ་ཚོ། ཨ་ནི་གཞན་ལ་རག་མ་ལས་པའི་ངོ་བོའི་རང་བཞིན་དེ་ཡིན་པ་ཡིན་ཙང་བདག་ཡིན་ལབ་གོ་མ་རོ།

དེ་དྲི་བ་དང་པོ་དེ་ག་རེ་རེད་ཟེར་ན། ཨ་ནི། དེ་ལ་བདག་གང་ཤར་དངོས་པོ་ན་གཞན་ལ་རག་མ་ལས་པའི་ངོ་བོའི་རང་བཞིན་དེ་ལ། བདག་ཟེར་བའི་ཐ་སྙད་དུ་གོ་བ་དེ་ག་འདྲ་ལེགས་རེད་ཟེར་བདག་ཟེར་དུ། ཅི་ལྟར་བདག་ཟེར་ན་ང་ཚོས་གང་ཟག་ལ་བདག་ཟེར་ལོ་གོ་རོགས་ཡ། ད་ཁོ་ལ་བདག་ཞེས་པའི་གོ་བ་དེ་ཐ་སྙད་དེ་ག་འདྲ་ཟེར་ན་ལེགས་རེད་ཟེར་ཅི་བྱེད་རོགས་ཅི་དེ་རེད། ཅི་ག་རེ་རེད་ཟེར་ན་གྲུབ་མཐའ་འོག་མ་དེ་ཚུད་ཀྱི། གཞན་ལ་རག་མ་ལས་པའི་ངོ་བོའི་རང་བཞིན་ལ་བདག་ཡིན་ལོ་གོ་མ་རོགས། རང་རྒྱུད་པའི་མེ་ལྕེ་བདག་དབུ་མ་སེམས་ཙམ་མེ་ལྕེ་གི་ཞིང་དུ་ཐ་མ་གི་ཕུང་སུམ་གྱི་ཆོས་དུ་བདག་ཡིན་ལ་དབུ་མ་རོ། མ་ལགས་ཡོད་དུས་ཙམ་མ་ནས་གཞན་ལ་རག་མ་ལས་པའི་ངོ་ཡི་རང་བཞིན་ཡིན་ལ་གིར་བདག་དེ་བདག་ཡིན་མ་ལགས་ཡིན་ཙང་དེ་བཀག་པ་སྟེ་གི་དྲུག་དག་དབུ་མ་ལ་བདག་བཀག་པ་ག་འདྲ་འགྲོ་བ་རེད་ཕུང་སུམ་ཆོས། ད་ལྟ་དེ་རེད། གཞན་ལ་རག་མ་ལས་པའི་ངོ་བོའི་རང་བཞིན་ཟེར་དེ་བདག་དེ་གོ་དོན་ག་འདྲ་ལས་པ་ཟེར་ན་ཁོ་རང་རང་གི་ངོ་བོ་ལ། གཞན་ལ་ལྟོས་པ་མེད་པ་དེ་འདྲ་ཅིག་ཡོད་རེད་ཟེར་ཡ་དེ་ཨ་མ་མཐའ་མཇུག་ལ་དགག་ཟ་བདག་ལ་སྐྱེ་རེད་མ་གཏོགས་སྤྱི་བཏང་རྟག་པ་མཐའ་ཚང་བོ་ཚིག་དེ་བཞག་རེད་མ་གཏོགས་དེ་བདག་ཟེར་ཡ་གཅིག་དེ་འདྲ་ཡོད་རེད་ཟེར་ཤེས་གི་མ་རེད་ད།

ཁྱོད་ཀྱི་བདག་འཛིན་ལྷན་སྐྱེས་དང་གང་ཟག་བདག་འཛིན་ལྷན་སྐྱེས་གཉིས་དེ་བློ་དོན་མཐུན་ཡིན་ཟེར་ནས་ཁྱོད་ཀྱིས་དེ་གསུངས་སོང་ལ། དེ་ཅི་ཡོང་དུས་ད་ལྟ། ད་དེ་འདྲའི་ཁྱོད་ཀྱི་བདག་འཛིན་དང་གང་ཟག་བདག་འཛིན་ཡིན་མཁན་ནི་ཚད་མ་ཡིན་མཁན་དེ་འདྲའི་ཁས་ལེན་གྱི་རེད་བས། དེ་ག་ན་གཞི་ཅི་ནི་ཀུན་རྫོབ་བདེན་པ་ཡུལ་དུ་བྱེད་པའི་གི་ཚད་མ་ཡིན་ན། ནི་ཁྱོད་ཀྱི་བདག་འཛིན་དང་གང་ཟག་བདག་འཛིན་གང་རུང་གི་ལྷན་སྐྱེས་ཡིན་པའི་ངེས་པ་ཡོད་རེད་ཡོད་མ་རེད་ཡོད་མེད་ན་ནི་ཀུན་རྫོབ་ཡུལ་དུ་བྱེད་པའི་གི་མཚན་མ་ཡིན་མཁན་ཁྱོད་ཀྱི་བདག་འདི་མ་ཡིན་གི་མཚན་ཞིག་གིས་ནི་ཡག་རུ་གྱིས་འོ་དེ། ད་ལྟ་རྐང་ལོ་ཅིག་སྐྱི་སྟོང་ཅིག་ཞུས་ཡིན་ཀློག་དོང་ཐང་རེད་ཟེར་གི་དེ་ཡང་བདག་གི་མཛེས་རེད་ཟེར་དེ་རེད་ཟེར་དེ་ད་ལྟ་འདི་ནང་ལ་སྐྱི་སྟོང་བརྩམས་ཆོས་ནང་ལ་ཡོད་རེད་ཀློག་དོང་ཐང་ཡིན་ཟེར་དེ་ད་ལྟ་ཀློག་དོང་ཐང་རེད་ཟེར་དེ་ཁོ་རང་ཡང་བདག་གི་མཛེས་རེད་ལབ་ད་བདག་འདི་དཀར་ས་དམག་ཡིག་ཆུས་སང་ལ་དམག་ནི་འཛིན་དོང་རྫོང་ཚ་ཁོངས་ཆུས་ཀྱི